རྒྱལ་བ་ཕྱི་མ་དེ་ངའི་ཤེས་རབ་ཀྱི་སྣང་བ་འབར་བར་ཤོག། ཤེས་རབ་ཀྱི་སྣང་བ་འབར་བ་དེ་ལ་བརྟེན་ནས། ངའི་སེམས་ཅན་ཐམས་ཅད་ཀྱི་མ་རིག་པའི་མུན་པ་སེལ་ཐུབ་པར་ཤོག་ཅེས་སྨོན་ལམ་གྱིས་བཏབ་ཏོ། དེ་ལ་བརྟེན་ནས་མ་འོངས་པ་ལ་ཁོ་སངས་རྒྱས་མར་མེའི་འོད་དུ་ཆགས་ཀྱི་རེད།

ཡིན་མིན་སྐོར་ལ་ད་ཉུང་ཉུང་གི་ཤེས་སྒོ་དྲན། དེ་ནས། དང་ཕྱོགས་དེ་ལ། མར་མེ་ཆུ་མེ་བོད་ཀྱི་ལོ་འཕེན་སྐྱིད་ཧོ་པ། འཕེན་ཏོ་སྐྱིད་ཧོ་པ། འོ་དེ་དང་འབྲེལ་བའི་ལོ་རྒྱུས་ཐུང་ཐུང་གཅིག་བཤད་དེ། དེ་ཡང་ལོ་རྒྱུས་དེ་སྔོན་མ་སངས་རྒྱས་ཞལ་བཞི་པའི་སྐབས་ཀྱི་རེད། དེ། སྔོན་མ་དང་པོ། སྔོན་མ། སྟོན་པ་ཤཱཀྱ་ཐུབ་པ། རྒྱ་གར་འཕགས་པའི་ཡུལ་དུ་ཞག་བཞི་པའི་སྐབས་སུ། དེ་ནས་སྙིང། སྙིང། ཡོད་བཞིན་ཡུལ་བཞི་ཡོད། སྙིང་ཡོད། དེ་ནས། འོ་དེ་ཡུལ་དུ་དང་ཡུལ་གྱི་དང་རྒྱལ་པོ་དང། དེ་ནས་ཁྱིམ་བདག་ཕྱུག་པོ་དུ་སོ། དེ་ནས་གཞི་བདག་དུ་སོ། དེ་ནས། ཁྱིམ་བདག་ཕྱུག་པོ་དང་གཞི་བདག་བརྒྱ། དེ་ནས། སྟོན་པ་ལ་མར་མེ། སྟོན་མོའི་སྔོན་དུ་མར་མེ་འབུལ་བྱེད། དེ་ནས།

ཁོས་ག་རེ་བསམ་པ་རེད་ཟེར་ན། ཁོ། ང་འདི་འདྲའི་འཇོན་ཡ་མེད་པ། སྙེ་མ་ང། ལས་ག་འདྲའི་དྲོ་བོ་ཞིག་བསགས་ཡིན་ན། དེ་ལས་ལྷག་དེ་ལས་ལྷག་པ། དེ་ནས། ང། ཚེ་འདི་ལ། འདི་འདྲའི་དབུལ་པོ། སྐྱོ་བོ། འདི་འདྲའི་དུ་སྐྱེ། ཅི་ཡིན་ན་བསམ་པ། ག་རེ་ཡིན་ན་བསམ། འདི་འདྲའི་བསམ་བློ་ཁོ་ནས་སེམས་པ་དཔེ་མི་སྲིད་པའི་སྐྱོ་དུ། དེ་ནས།

སྨོན་ལམ་གྱིས་བཏབ་ཏོ། དེ་ནས། འདི་སྨོན་ལམ་སྟེ། དེ་ནས། ཁོའི་སྤུ་ལུའི་ཆུན་མེ་དེ་དཔེ་ཆུང་ཆུང་གཡོན་མ་དུ་མི་འདུག་ཨ། དེ་ནས། མ་ཡིན། དེ་ལས་ང་རང་ཁོས་ཀྱིས་བཏབ་པའི་སྨོན་ལམ་དེ་དཔེ་མི་སྲིད་པའི་རྒྱ་ཆེན་པོ། ང་རང་སུ་ལུས་ལ་ཤོང་ཐུ་ཡ་མི་སྐྱོ་བྱེད་རེད་དོ། དེ་ནས། དེ་ནས་འདིའི་སྐབས་སུ། གཙུག་ལག་ཁང་ནང་བཞུགས་མཁན་དེ།

མ་ཟེར་རོ། དེ་ནས་སྟོན་པ་ཤཱཀྱ་ཐུབ་པ་ཀྱིས་མོ་ལྔ་བརྒྱ་བུ་ལ་དེ་ནས་བཀའ་གནང་དོ་དེ་འདྲས། སྟོན་པ་ཤཱཀྱ་ཐུབ་པ་ཀྱིས་ད་སྙིང་ག་མོ་གིས་ད་ཆུ་མིག་འདི་མར་མེ་འདི་ཕུལ་བའི་མྱུར་བ་དེ་ལ་བརྟེན་ནས་ཚེ་ཕྱི་མ་ཁོ་སངས་རྒྱས་མར་མེའི་འོད་དུ་འཆར་གྱི་རེད། དེ་ནས་འདི་འདྲའི་ལུང་བསྟན་གནང་དོ། ཨོ་ལོ་རྒྱུད་ད་ལྟ་འདི་རུ་རྫོགས་ཚར་རེད་དེ་ནས། ཨོ་དེ་ནས་འདི་རྣམས་ལ་ཡང་ཚིག་ཉིད་དོ།